ང་ཚོའི་གཞུང་ཞབས་ཟུར་བུའི་སྙིང་བོ་རེ་བ་དེའི་ནང་ལ་ཞུགས་པའི་གི་ཨ་ནེ་བློ་མཐུན་ཚང་མ་ལ་ངའི་ངོས་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ངའི་མིང་ལ་དངོས་གྲུབ་དོལ་རྒྱལ་ཞུ་གི་ཡོད། ང་ད་ལྟ་སུད་སི་དོན་གཅོད་ཟུར་བ་དེ་ཡིན། ད་ང་ཚོས་ལས་ཀ་མང་པོ་ཅིག་བྱེད་ཀྱི་ཡོད་པ་འདིར་ལས་ཀ་མཐའ་མའི་གི་ལས་ཀ་བཞག་ས་དེ་སུས་སྟོན་རྒྱུ་རེད་དེ། ད་ད་ལྟ་མང་ཆེ་བ་ཞིག་ཕལ་ཆེར་ཐུབ་རྒྱུ་ཡོད་པ་ཞིག་རེད། སྒོ་ང་དེ་ཡིན། ད་ད་ལྟ་འདིའི་ནང་དེ་རིང་བཅར་དགོས་ཡ་དེ། གེ་སར་ཉི་མ་ཁ་ཤས་གོང་ནས་སྐུ་ངོ་ཚེ་རིང་དབང་རྒྱལ་ལགས་དང་སྐུ་ངོ་འཇིགས་མེད་འབྱུང་གནས་ལགས་དང་ན་ཤིང་བསོད་ནམས་སྙན་གྲགས་ལགས་སོགས་པ་འདིར་རྣམ་པ་ཚོ་གནད་ཡོད་མང་པོ་ཅིག་གིས་འདི་དག་ལ་ཐུགས་ཚབ་ཆེན་པོའི་སྒོ་ནས་བསྡུར་གསུ་དགོངས་འཇགས་གནང་སོང། བྱས་ཙང་དེའི་ཐོག་ལ་ད་འདིའི་གི་སྒྲ་རྟགས་དང་རྒྱུན་ལས་རེད་གནས་ཡོད་ཚོད་ཀྱི་ཏན་ཏན་དགོངས་པ་བཞེས་བཞིན་པ་ཡིན་པའི་གི་རེ་བ་འདུག་གསུ་ཞུ་གི་ཡོད། ང་ཚོའི་གནས་སྟངས་འདི་ད་ཞི་བ་ཞིག་གི་རྩ་དྲག་པོ་ཞིག་རེད། ཚང་མའི་ཐུགས་འཚབ་ཡོད་པ་ནང་བཞིན། བཙན་བྱོལ་བོད་མིག་གི་གྲིབ་ལུགས་འདི་དམ་པོ་ལུག་གི་ལྷག་ཏུ་ཡོད་རེད། དེ་བྱེད་དུས་ད་ལྟ་ལོའི་ལོ་དེ་རྒྱལ་བ་རིན་པོ་ཆེ་ལ་ཡ་ཀ་ནི་ཀ་ཏི། བཀའ་དྲིན་ཆེ་འབྲིང་གི་ལོ་བརྩི་གི་ཡོད་རེད་ད་བཀའ་དྲིན་ཆེ་འབྲིང་གི་མིང་དུ་དོན་མཚུངས་གི་ཡོད་དམ་མེད་དང། ད་ལྟ་གནས་སྟངས་འདི་འདྲས་ཤིག་གི་ཐབས་སྐྱོ་བོས་གི་གནས་བབ་ཞིག་གང་ལ་ལྷག་ཏི་གི་ཡོད་པ་ཡིན་དུས། ང་ཚོ་བོད་པའི་དཔེ་ལ་ཡོད་རེད་མི་ཚེ་རིང་ན་ལྷ་ཤི་བའི་རོ་ཐོང་ཟེར་ཡ་དེ། ད་ང་ཚོ་ལ་ཡང་མི་སྟོང་དགུ་སྟོང་མང་པོ་ཞིག་མཐོང་ཡག་གི་ཉེན་ཁ་དེ་འདྲས་ཆགས་བསྡད་ཤག་ད་ད་ལྟ་བར་དུ་བྱུང་མ་མྱོང་ཡག་གི་བཙན་བྱོལ་སྤྱི་ཏོག་ནང་ལ་ཡང་ཨ་ནི་གནས་བབ་འདི་འདྲས་ཐབས་སྐྱོ་པོ་ཞིག་གནས་སྟངས་རྫ་དྲག་པོ་ཞིག་གང་ཐུག་ཏུ་ཡོད་རེད་བྱས་ན་འདི་འདྲས་ཞིག་ཡོད་མི་འདུག་ཨ་ནི་རིལ་རིལ་འབབ་ལ་ལྷུང་ན་འབྱོང་འབྱོང་ལྟད་མོ་དག་ཅིག་བསྡད་མིན་པ་འདི་ང་ཚོས། གཞུང་ཞབས་ཟུར་པ་ཚོས་ཀྱིས་ཐུགས་ཁུར་ཆེན་པོ་གནང་ཡོད་རེད་ཁྲིམས་དཔོན་ཟུར་པ་ཚོས་འདི་ན་ཞིང་དང་ན་ཞིང་ཚོགས་པ་ཁག་རེད་ཨ་ན་ཅི་མང་པོ་ཅིག་གིས་འདི་ཐོག་ལ་ཐུགས་སྣང་ཆེན་པོས་སྒོ་ནས་ཡ་གསོལ་འདེབས་ཞུས་པ་རེད་གནས་སྟངས་འདི་ཐོག་ལ་ཡ་ཕྱིར་ལོག་བྱེད་དགོས་ཀྱི་ཡོད་པ་ཞུས་པ་རེད་དེ་ང་ཚོ་གང་ཞུ་གི་ཡོད་པ་དེ་མཐའི་རྒྱ་མཚོ་ཆེན་པོའི་དཀྱིལ་གྱི་སྦས་པའི་གི་སྐད་ངན་འདི་ལྷ་ཚངས་པ་བརྒྱ་བྱིན་གྱི་ཡང་སེང་གེ་མེད་པ་ནང་བཞིན་གང་དག་སྤྱི་རྡུལ་ད་ལྟ་ཡོད་པའི་གི་རྒྱུ་ལས་སྤྲས་པའི་གི་དེའི་ཐོག་ནས་ཡང་དེའི་ཐོག་ནས་སེང་གོང་ནང་རྒྱ་ཕག་བཞག་ནས་ད་ལྟ་ཟླ་ཕྱེད་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན་ག་ཉི་མ་གཅིག་གི་ཚོགས་འདུ་འཚོགས་གི་ཡིན་གསུང་གི་ཡོད་རེད། འོན་ཚོགས་འདུ་དེའི་སྐབས་ལ་ཡང་ད། སྤྱི་འཐུས་གྲོས་ཚོགས་ཀྱི་ལས་རིམ་འགྲོ་སྟངས་དེ་གྱེས་དེ་གར་གར་ཡོད་པ་དེ་གྱེས་དེ་དངོས་གནས་བྱས་ན་སྤྱི་འཐུས་ཚོགས་གཞོན་གྱི་གསུང་གོ་གི་ཡོད་རེད་དེ། བྱས་ཙང་དེ་འདྲས་སོང་ཙང་ང་ཚོས་འདི་ལ་གི་རེ་བ་ལ་ཁྱི་ལྷ་ཁང་ལ་དད་པ་ཆེ་བ་མ་རེད། ཞེ་སའི་ཟ་འདོད་ཀྱི་ཏོག་ལ་རེད་ཟེར་ཡ་དེ། དེ་རིགས་ཀྱི་འདི་ཨ་ནི་ཅིག་ཁྲིམས་ཞིབ་ཁང། ཐད་ཀྱི་དཀའ་ངལ་ཚེ་འདིའི་ཨ་ནེ་གཅིག་ད་ཁོ་ཟེར་ཡག་གི་སྐད་ཆ་འགས་མ་རེད་དེ་གང་ལྟར་ཁོ་རང་ཚོ་གི་ད་ལྟ་ཀོང་ཙེ་རོང་རྒྱལ་སྲུང་བ་ནང་བཞིན་སྒྲོ་འདྲ་འགྲམ་གྱི་བྱེད་སྟངས་ནང་བཞིན་བྱེད་ནས་ཀྱི་མ་འོངས་པ་ལ་ཅིག་ཁོ་རང་ཚོ་གི་འདོད་ཕྱོགས་དང་མཐུན་ཕྱོགས་དང་གནས་བབ་ཅིག་གི་ཐོག་ལ་ཡ་བསམ་བློ་དང་དྲོད་ངན་འཆང་ནས་ད་གནས་སྟངས་དེ་འདྲས་ཅིག་ཁེལ་ཡོང་གི་ཡོད་རེད་ཉི་མ་གཅིག་གི་ཚོགས་འདུ་འདིའི་ནང་ལ་ད་ཟུར་བལྟས་ལེབ་མཐོང་བྱས་ནས་གནས་ཚུལ་ག་རེ་ཐོན་ཡ་རེད་ཞུས་ན། ད་ཡང་ཁྲིམས་དཔོན་གསར་པ་གསུམ་བསྐོས་ཀྱི་ཡིན་ཟེར་ཡག་གི་གནས་སྟངས་དེ་ཐོན་ཡོང་གི་ཡོད་རེད། མི་འགྲོ་ག་རེ་ག་རེ་ཡོད་དམ་མེད་ཟེར་ཡག་དུས་ཚོད་ད་ག་ལ་གང་འདམ་གྱི་ཚོད་དཔག་ཐུབ་ཐུབ་ཀྱི་གནས་སྟངས་རེད་སོང་ཙང། ད་དེའི་ཐོག་ལ་ང་ཚོ་ཚང་མས་ཐུགས་འཚབ་བྱེད་ཀྱི་ཡོད་རེད་ཨང་ད་དེ་ཉི་ཤུ་ཉིན་གང་གི་ཚོགས་འདུ་དེ་ལམ་ལ་བཏང་འགྲོ་གི་མ་རེད་བསམ་ཐུབ། ག་རེ་སྤྱི་འཐུས་དེའི་ནང་ལ་ང་ཚོས། སྤྱི་འཐུས་མང་པོ་ཅིག་དེའི་ནང་ལ་ཡོད་རེད་ཨང་སྤྱི་འཐུས་དེ་ཚོ་ཡིན་པ་ནི་མི་མང་གིས་བློ་ཆོས་རེ་ཆོས་བྱས་པའི་གི་སྤྱི་འཐུས། ཡོད་བ་རེད་ད་ན་ཤིང་རྟ་མི་མང་གི་ཐོག་ནས་ནས་ད་ལྟ་བར་དུ་ཡ་ད། མི་དཀྱུས་མས་ཀྱི་སྙིགས་རུས་ཕུལ་བ་དེ་མི་བཞི་སྟོང་རྩ་རྩ་ཞིག་གི་ཡོད་བ་རེད་དེ་ན་ཤིང་སུམ་བརྒྱ་དྲུག་བརྒྱ་ཕུལ་ཉེ་ཡོད་བ་རེད་ཨ་ཚོགས་པ་ཁག་ལ་སོགས་མང་པོ་ཞིག་ཕུལ་གྱི་ཡོད་བས་ན་ཏན་ཏན་དེ་ཚོ་གཞི་རྩ་ལ་བཞག་པའི་ཐོག་ནས། སྤྱི་འཐུས་བཅོ་བརྒྱད་བཅུ་དགུ་ཉི་ཤུ་གཅིག་གིས་ཏན་ཏན་རང། གཅིག་ཐོག་ནས་ཡང་ནམ་དུ་མ་འགྲོ་ཡག་གི་གནས་སྟངས་གཏན་དུ་བཟོ་གི་རེད་བསམ་གི་འདུག་འདི་བཟོ་དགོ་ཡག་གི་གནས་སྟངས་ཤིག་རེད། དགེ་རྒྱས་འདི་མ་བཟོས་བས་ན་སྔོན་ན་ངན་པ་ལང་འདྲེ་ཡི་ནང་ལ་ད་དུང་ཚུད་ཡག་ཉེན་ཁ་ཡོད་པ་ལ་རྐུན་མའི་རྒྱབ་ལ་ཇག་པ་ལང་ཟེར་ཡག་ནང་བཞིན་ཆགས་ཡག་ཉེན་ཁ་ཡོད་པ་ཡིན་ཙང་ད་སོ་སོའི་ངོས་ནས་བསམ་བློ་བཏང་དགོས་ཡིན་ན། ཚེས་ཉི་ཤུ་གི་ཚོགས་འདུ་དེའི་ལམ་ལ་འགྲོ་རྒྱུ་མེད་པ། ཁོང་ཚོའི་གྲོས་ངན་ག་རེ་གཏིང་གི་ཡོད་པ་འདི་རྒྱས་འདི། ད་ནི་ལམ་ལྷོང་ཡོང་རྒྱུ་མེད་པ་འདི་གསལ་པོ་ཡིན་གྱི་རེད་བསམ་གྱི་འདུག་ད་དེ་གསལ་པོ་ཆགས་པ་ཡིན་ནས་ང་ཚོའི་གནས་སྟངས་འདིའི་ཐོག་ལ་དཀའ་ངལ་རྩ་ནས་སེལ་ཐུབ་ཀྱི་ཡོད་པ་མ་རེད་ད་དུང་དཀའ་ངལ་ཆེ་དུ་འགྲོ་བསྡད་ཀྱི་ཡོད་པ་སོང་ཙང་ལོ་དེ་ཚོའི་ཐོག་ལ་ཡ་ད་ད་ལྟ་འདིའི་དགོངས་འཆར་ནང་མྱི་མང་པོ་ཅིག་གིས་ཨ་ནི་ཡ། དགའ་ལྡན་ཕོ་བྲང་རྒྱུད་ནས་ཀྱི་སྐྱབས་མགོན་རིན་པོ་ཆེ་རང་ལ་ཡ་གསོལ་འདེབས་སྙན་ཞུ་ཕུལ་ན་བྱས་ནས་གསུང་གི་འདུག་ད་འདི་གནས་སྟངས་གཅིག་རེད་ད་ང་ཡིན་ན་ཡང་བསམ་ཚུལ་ལོག་ཀ་ཅིག་ཡོད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ང་ཚོས་ཀྱིས་ད་འདི་འདྲས་ཀྱི་གནས་ཚུལ་ཕུལ་ཡ་དེ་ང་ཚོའི་ཐོག་ཅི་ནས་བབ་འོས་ཅིག་ཡོད་དང་མེད་དང་བསམ་གྱི་འདུག་དེ་ཕུལ་དགོས་ཉེན་དེ་བཀའ་སྤྱི་གཉིས་ཀྱིས་ཕུལ་དགོས་ཀྱི་ཡོད་རེད་ད་ང་ཚོའི་གནས་སྟངས་འདི་འདྲས་ཡིན་ད་ལྐོག་རྟགས་འདི་འདྲས་གློད་ཡོད་ཐབས་སྐྱོ་བའི་ལས་དོན་འདི་འདྲས་བྱས་སོང་ད་ང་ཚོའི་ངོས་ནས་འོས་བསྡུ་འགྲོ་གི་མི་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནང་རོགས་བྱས་བྱས་ནས་ད་གང་ལྟར་ཁམས་པ་ལགས་ཀྱིས་ཡང་དགོས་འདུན་མཛད་ཀ་སོ་ཡང་གིས་འདི་ཁོང་ཚོས་ཞུ་དགོས་ཀྱི་ཡོད་པའི་གནས་སྟངས་ཅི་རེད་བསམ་གྱི་འདུག། ད་དེས་འདི་ཞུ་གི་ཡོད་དམ་མེད་ཟེར་བལྟས་པས་ན་ཞུ་གི་མེད་པ་འདི་ཐག་ཆོད་དུ་ཡོད་རེད་བསམ་གྱི་འདུག་དེ་འདྲའི་ཡིན་དུས་ཙང་ནས་ད་ང་ཚོ་གཞུང་ཞབས་ཟུར་པ་མང་པོ་ཞིག་གིས་ཡང་སྙན་སེང་དེ་ཞུ་ཆོག་གི་རེད་དེ་སྙན་སེང་ཞུས་པ་དེ་གིས་དོན་དག་གསུང་གི་ཡོད་འགྲོ་མེད་འགྲོ། དེའི་ཡང་གནས་སྟངས་དེ་ང་ཚོ་ཞུ་འདོད་དཀའ་བོ་ཞིག་རེད་བསམ་གྱི་འདུག་ད་དེ་ལས་ག་རེ་བྱེད་ཡག་འདུག་བསམ་པ་ཡིན་ན་ངས་བསམ་པ་ལ། ང་ཚོས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་གསུམ་དེ། ཨ་ནེ། མང་གཙོའི་གི་འགྲོ་ལུགས་ཤིག་གི་ཐོག་ནས་སྤྱི་འཐུས་གྲོས་ཚོགས་ཀྱི་ཡིག་ཆ་ཨང་སུམ་ཅུ་སོ་དགུ་དགོངས་དོན་གྱི་ཐག་གཅོད་བྱས་པ་འདི་ལ་ཡང་ཨ་ནེ་བརྩི་བཀུར་ཞུས་པའི་ཐོག་ནས་ཨ་ནེ་ང་ཚོས་ཕྱི་བཤོལ་བྱས་པ་ཡིན་ཏེ་མཚུངས་ཡོད་རེད། ད་ད་ལྟ་བར་དུ་གནས་བབ་ལ་བལྟས་པ་ཡིན་ན་ཁྲིམས་ཞིབ་ཁང་གིས་ཐག་གཅོད་གང་བྱས་ཡོད་པ་དེ་བཅའ་ཁྲིམས་སྲུང་སྐྱོབ་བྱས་ནས་ཁྲིམས་དང་མཐུན་པའི་གི་ཐག་གཅོད་བྱེད་མ་གཏོགས། ཆེ་བསྟོད་ཁྲིམས་ཆད་གང་གི་ནོར་བ་ཏིལ་འབྲུ་ཙམ་གྱི་དོན་ཡོད་མ་རེད་ཅེས་ད་དེ་འདྲས་ཡིན་དུས་ཙང་ནས་ད་ཁྱེད་བལ་གྱི་གསུང་བཤད་ཐོག་ལ་རེད་འཆལ་གཏམ་ནག་ཉེས་དེ་ཐོག་ལ་རེད་མང་ཚོགས་ཀྱི་བསམ་ཚུལ་རེད་ག་བ་བལྟས་པ་ཡིན་ནས་ཁྲིམས་ཞིབ་ཁང་གི་ཡ་བལ་ད་དཀར་བོ་དཀར་རྐྱང་ཡིན་པ་ཞིག་ལ་ང་ཚོ་མི་དཀར་བོ་ལ་ཞྭ་མོ་ནག་པོ་གཡོག་ས་དགོས་རེད་བ་དེ་ནག་བཞིན་བྱས་ནས་ད་ནག་པོ་བཟོས་བསྡད་པ་ཞིག་མ་གཏོགས་ཁྲིམས་ཞིབ་ཁང་ལ་ཡ་སྐྱོན་གང་ཡང་མེད་བ་ནག་ཉེས་གང་ཡང་མེད་བ་ཞིག་གནས་སྟངས་ཞིག་རེད། ནོར་འཁྲུལ་ཚང། དེ་ལ་ཡང་ཁྲིམས་ལུགས་མགོ་སྨྲ་བྱེད་ཉེས་མགོ་སྨྲ་རྩོད་ཉེས། འགྲོ་སྟངས་གནས་སྟངས་དུ་མེད་ཉེས་གང་དག་ཅིག། འགན་འཛིན་དང་ཕྱོགས་འཐེན་གྱི་གནས་སྟངས་མང་པོ་ཅིག་ལ་བསྟུན་ནས་ཀྱི། ཡིག་ཆ་ཨང་གསུམ་ཅུ་སོ་དགུ་གི་བརྒྱུད་ནས་ད་མང་མོས་དུ་སུམ་ཆ་གཉིས་ཐོན་པའི་གནས་སྟངས་ཅིག་བྱུང་བ་སོང་ཙང། ད་ད་ལྟ་དཀའ་ངལ་ཆེན་པོ་འདི་འདྲ་ཞིག་ཆེ་དུས་དུ་མཐའ་མ་དེ་ལ་ཡག་ཉེས་སེང་ཞུ་དགོས་ཡག་ཞུ་དགོས་ན། ང་ཚོ་དེའི་གནས་སྟངས་དེ་ཞུ་ཉེན་སུ་ཡིས་ཞུ་གི་ཡོད་དང་ཞུས་པ་ཡིན་ནའི་སེམས་ཡ་ཁ་སྒྲིག་ཡོད་དམ། དེ་འགྲོ་སྟངས་གནས་སྟངས་མང་པོ་ཞིག་ཡོད་པ་སོང་ཙང། དེའི་ལས་ད་ག་རེ་བྱེད་ཡ་འདུག་ཞུས་པ་ཡིན་ན་ང་ཚོ་གཞུང་ཞབས་ཟུར་པ་ཚོས་ཀྱི་ཐོག་ནས་ཆེ་བསྟོད་ཁྲིམས་ཞིབ་ཁང་ལ་སྙན་ཞུ་ཞིག་ཕུལ་ནས་ཨ་རྣམ་པ་ཚོས་སྔས་མ་གནང་སྟངས་དེ་ཚོ་ཚང་མ་བརྒྱ་ཆ་བརྒྱ་ཐམ་པ་འགྲིག་ཡོད་པ་གི་གནས་སྟངས་ཁུངས་སྐྱེལ་ཆེད་ད་ན་བཞིན་ཁྱེད་རང་ཚོས་ཀྱི་གསར་འགོད་གསལ་བསྒྲགས་པའི་སྐབས་ལ་ཡང་ཨ་ནེ་ཕྱི་བཤོལ་བྱས་པ་ཡིན་གསུངས་ཡོད་པས་འདྲ་ལྟ། ལྔ་ལམ་ན་ཡིན་ཅེས་ནི་ད་ཡག་བཞེངས་དགོས་ཀྱི་འདུག། ལས་འཆར་ཞུས་གནང་དགོས་ཀྱི་འདུག་ཁྱེད་ཚོའི་རྩ་ནས་ནོར་མི་འདུག། ཁྱེད་ཚོ་འདིའི་ཐོག་ལ་ཡང་དགག་དགལ་སྐྱོན་མེད་པ་སོང་ཙང་ད་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཛད་དཀའ་མེད་པ་ཅིག་དང་བོད་མི་རིགས་འདི་ལ་ཡང་ཨ་ནེ་ནང་ཁུལ་ལ་ཡག་ལྟ། ལོ་འདིའི་གསོལ་འདེབས་ཀྱི་ཞུ་བ་ཡིན་ན་ཁྲིམས་ཞིབ་ཁང་རང་ལ་ཡོད། ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྣམ་པ་བཟོས་ནས་ཏན་ཏན་གོང་བུ་བཞིན་འདོར་དཀའ་བོ་རེད་བསམ་གྱི་འདུག་ད་ལྟ་བར་དུ་ལ་ཉག་རྫོགས་སངས་ཀྱི་གོང་བུ་མང་པོ་ཞལ་ཕྱེས་ནས་ཀྱི་གང་དག་འགལ་མེད་པའི་ཡིན་ནས་ད་གང་དག་ཅིག་ཁོང་ཚོས་དེ་ལ་གནད་འགག་ངོས་ལེན་བྱས་ནས་ཕྱི་བཤོལ་བྱས་པ་ཡིན་གསུངས་ཡོད་ཨ་རེ་མ་གཏོགས་ཁོང་ཚོས་ལས་མཚམས་བཞག་ཅིང་ཐོན་འགྲིམ་འགྲུལ་གྱི་ཡིན་པ་ཅི་ལྟར་ནས་མེད་པ་ཅི་རེད། དེ་བྱེད་དུས་དེའི་ཐོག་ལ་ང་ཚོས་དགོངས་པ་བཞེས་ནས་ཁྲིམས་ཞིབ་ཁང་ལ་ཡ། སྙན་ཞུ་ཞིག་ཕུལ་ནས་ད་ནམ་པ་ཚོའི་ནོར་ནས་ཡོང་མ་རེད་ད་འདི་འདྲའི་དཀའ་ངལ་ཆེན་པོ་འཕྲད་དེ་དུས་དཀའ་ངལ་དེ་ལ་ད་ལྟ་བར་དུ་ནམ་པ་ཚོས་ཀྱི་བཅའ་ཁྲིམས་སྲུང་སྐྱོབ་བྱས་པ་རེད་ད་དུང་ཡིན་ན་མུ་མཐུད་ནས་ད་བཅའ་ཁྲིམས་སྲུང་སྐྱོབ་བྱེད་བབ་གླིང་སྐྱེལ་གསུམ་བྱས་ནས་ང་ཚོས་ཀྱི་ཞི་བདེ་ཞིག་དགོས་ཀྱི་ཡོད་པ་སོང་ཙང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཛད་དཀའ་མེད་པ་ཞིག་དགོས་ཀྱི་ཡོད་དུས་ད་ནམ་པ་ཚོས་ཀྱི་ད་རིགས་སྔར་ན་བཞིན་སྔར་ལམ་ན་བཞིན་གནང་རོགས་བྱེད་ཅེས་ནས་སྙན་ཞུ་ཞིག་ཕུལ་གྱི་ཡིན་པས་ཡིན་ན་དེ་ངས་བྱས་ན། ཏན་ཏན་མང་ཚོགས་དེ་ག་སུ་གཅིག་དང་གནད་ཡོད་དེ་འདྲས་གཅིག་གིས་སྙན་ཞུ་ཞིག་ཕུལ་གྱི་ཡོད་དུས་ཁྲིམས་ཞིབ་པ་རྣམ་པ་གསུམ་གྱིས་ཏན་ཏན་ཁོང་པའི་ཞེ་མདོག་ཁ་བོ་རེད་བསམ་གྱི་འདུག་དེའི་ཞལ་ནས་ཁྲིམས་ཞིབ་ཁང་གིས་ད་ཁོ་ནོར་མེད་པ་དེ་འདྲ་ཟེར་བ་ཞེས་པ་ཅིག་ང་དོ་ནོར་བ་ཅིག་ལ་ཡང་ཨ་ནི། མ་ནོར་བ་རེད་ཟེར་ལབ་ན་འགྲིག་གི་མ་རེད་བ་ད་འོ་དེ་འདྲས་ཅིག་ལ་ཡང་ཨ་ནི། དགོངས་པ་ཅི་བསྟན་དེ་ཤེས་མདོག་ཧ་བོ་རེད་བསམ་གྱི་འདུག་འདི་བཤད་པའི་ཡིན་ན་ཨ་ཁྲིམས་ཤིག་གང་དགོས་འཚུགས་པ་རེད་དེ་དཀའ་ངལ་གཏང་གསལ་ཚར་རེད། ཉི་ཤུའི་ཉིན་གང་ཐག་ཆོད་མེད་པ་རེད་དེ་དེའི་ཞུགས་ནས་ཡིན་ནའི་དམ་བཅའ་ཕུལ་ཉེས་དེ་ཕུལ་གི་རེད་མ་ཕུལ་ཉེས་མ་ཕུལ་རེད་མ་ཕུལ་གི་རིགས་དེ་གྱིས་དེ་སྔོན་ནས་འོས་བསྡུ་ལས་ཁུངས་ཀྱི་བཀའ་འདྲི་བྱེད་དགོས་ཀྱི་འདུག་བར་མའི་འོས་བསྡུ་བྱེད་དགོས་ཀྱི་ཡོད་ནའི་རེད་དེ་མེད་ན་ཅི་དགོས་གཏུག་བང་རིམ་བཏང་དགོས་ཀྱི་ཡོད་ནའི་རེད་ཁོ་ར་ཁོ་ར་གནས་སྟངས་ཅི་རེད་ཡོད་ཉེས་དུས་ཀྱི་དམ་བཅའ་ཕུལ་འགྲོ་གི་རེད་སྲིད་སྐྱོང་གསར་བས་ཀྱི་ཕུལ་འགྲོ་གི་རེད་སྲིད་སྐྱོང་གསར་བས་ཀྱི་ལས་གཞི་དེ་འགོ་བཙུགས་གི་རེད་སྤྱི་འཐུས་གསར་བ། ཨོ། དེ་ཞེ་གསུམ་གྱི་གནས་གྲུབ་ཀྱི་རེད་དེ་ལས་ཡ། ཐ་ན་དེ་ནས་ཅིག་ཕལ་ཆེར་ཡོང་དོགས་ཁོ་མ་རེད་བསམ་གྱི་འདུག་དེ་ཡིན་དུས་ཙང་འདི་འདྲའི་བྱུང་བ་ཡིན་ན་ཨ་ནི་ཡར་ལ་ཡང་སྙན་སེང་ཞུས་མ་གོ་བ་བྱས་ང་ཚོ་བོད་མི་ནང་ཁུལ་གྱི་དཀའ་རྙོག་དེ་ཡིན་ནས་ཅིག་དངོས་གནས་དྲང་གནས་ཅིག་གནད་འགག་ཆེ་ས་ཅིག་ལ་ཉི་ཤུ་གི་གཞུག་ལས་ཡ་ལྟ་རིས། ཉི་ཤུ་རྩ་གྲངས་གཅིག་གི་ནང་ལ་ཆེས་མཐོའི་ཁྲིམས་ཞིབ་ཁང་གི་རྒྱལ་ནི་པད་ད་བར་ན་ཞིང་ཡིག་ཆེན་ལས་ཀྱི་ལས་ཁུངས་སུ་ཚུགས་ཐུབ་པ་ཡིན་ན་ལས་དོན་མང་པོ་ཞིག་སེལ་འགྲོ་གི་ཡོད་རེད་བསམ་གྱི་འདུག་ཁ་ནང་གི་དམག་དེ་ཁ་ནང་སེལ་ཡ་ཞིག་ཡིན་པ་ཡིན་ན་འདིས་ཐབས་ལམ་དེ་ང་ཚོ་མྱུར་ར་དང་ཡག་ལ་སྤམ་པ་མེད་འགྲོས་བསམ་གྱི་འདུག་ཨོ་དེ་འདྲིའི་ཅིག་གི་ཡ་གནང་ཡ་ལ་ཡ་གནང་པ་ཚོའི་བོད་རིགས་ནང་ཁུལ་དུ་ད་ནུབ་ཐུབ་འདུན་ཡོད་པ་ཡིན་ན། ད་ང་ཚོ་འདིས་རིམ་པ་གཉིས་པ་ཅིག་ལ་དགོངས་པ་བཞེས་ནས་ད་ལྟ་ཀུན་འོང་ཁོང་རྣམ་པ་ཚོའི་གི་ཁེ་ས་ནས་གསུངས་བསྡད་པ་འདི་ལས་ཡག་ག་དོ། ད་ད་ལྟ་ངས་འདི་ཞུས་བསྡད་པ་འདི་ཡག་ཅིག་བསྡད་ཟེར་ཅིག་ལས་ཀ་ཡོང་ས་རེད་ག་འདྲེ་ཡོང་ས་རེད་འདི་འདྲེ་ཐོག་ལ་དཀའ་སྡུག་ཞིག་གནང་ནས་ཨ་ནི་ཉེ་ཚན་གྱིས་ཞུས་པར་ཐག་གཅོད་ཅིག་བྱས་པ་ཡིན་ན་ང་ཚོ་འབབ་རྩ་ཆེ་ལེ་བར་འདོད་ཀྱི་རེད་བསམ་གྱི་འདུག་དེ་མ་གཏོགས་ད་ང་ཚོ་མང་པོ་ཞིག་གསུམ་ནི་ཁོ་གར་བ་ཕྱིན་ཏེ་ཡང་ཡའི་སྟེང་ཉེ་སོར་འགྲོ་བྱས་པ་ཡིན་ན་ཁོ་ཤུད་དཀྲོག་ནས་མར་ཐོན་ཡས་མེད་པ་ནས་བཞིན་བྱས་པ་ཡིན་ན་ནི་ང་ཚོ་ཏག་ཏག་དེའི་མར་བ་ནས་དེའི་འདུས་ས་ནས་ད་འདི་ཐོག་ན་ཚང་མའི་ཐུགས་ཀྱི་ཚོར་བ་ཤུགས་ཆེན་པོ་ཅིག་ད་ལྟ་ཡོད་ཡོད་པ་ཅི་འདྲ་ཤ་འདི་ཡོད་པ་ཡིན་དུས་ད་ང་ཚོ་ཐབས་ལམ་གང་གིས་ཡག་ས་རེད་ལས་སྟངས་ག་འདྲས་ཐོག་ལ་འགྲོ་ན་བདེ་ས་རེད་མྱུར་ས་རེད་སྤམ་ས་རེད་ག་རེ་ཡོང་ས་རེད་འདིའི་ཐོག་ལ་ཚང་མས་དགོངས་པ་བཞེས་རོགས་གནང་ཞེས་ཞུ་ཡ་ཡིན།